ཕྲེང་མ་ག་སྒྲ་འགའ་བགྱི་བ་ལའོ། ཕྲེང་མ་སྒྲ་འགའ་དེ་ག་ཞིག་པ་གམ་གཉིས་མྱོང་པའི་ག་མྱོང་དང་ནི་སོ་སོ་སོ་སོ་བྱ། ལས་བཞི་ཡ་ནི་ཅི་ལས་བྱ་མི་ཞི་བའི་ལས། དགེ་བའི་ལས་དབང་བའི་ལས་དྲག་པོའི་ལས་ཡ་ནི་འུ་ཐུག་ལས་བཞི་ཅི་ལས་བྱ། འུ་ཐུག་ལས་བཞི་ཡ་ལ་གམ་གཉིས་འུ་ཐུག་ཐུག་རེ་ཐུག་རེ་རེ་ག་རང།

འོང་ནི་ལྷ་སྒྲུབ་པ་ལ་སོགས་པ་ཨ་ལ་སྐབས་གཉིས་གཙོ་བོ་རང་རྟོགས་དེ་ཀ་ལྷ་དབང་ཆུ་སྐྱོ་ལ་མི་ཐུར། ཐུར་ལྷ་ཚངས་པ་སྐྱོ་ལ་མི་ཐུར་ལྷ་ཆབ་སྐྱོ་ནི་གཙོ་བོ་དུ་སམ་ཀ་རོག་དེ་ཀ་ཆེ་ཉ་ན་མི་བུ་དུ་ཧིན་དུ་ཆེ་ལུགས་ན་ཀ་རོག་དེ་ལྷ་གཙོ་བསམ་ལ་མི་ལྷ་དབང་ཆུ་ལྷ་ཚངས་པ་ལྷ་ཆབ་སྐྱོ་ནི་འུ་ཐུག་བསམ། ནི་འུ་ཐུག་བསམ་དགའ་སྣང་དགའ་རང་རོག་སྟེ། སྔགས་བགྲང་པའི་དགའ། མི་ཕེང་མ་བཙོང་ནི། སྔགས་བགྲང་པའི་དགའ། ལྷ་སྦྲུལ་པའི་དགའ། ཁྱོ་བ་འཐུང་དགའ་སྙོམས་བྱང། ཕེང་མ་བུ་རོག་སྟེ། བགྲང་ཁ་ལྟ་བུ་གྱི་མདོན་དེ་ནས་ལ། བརྒྱ་དང་རྩ་བརྒྱད་ཡ་ནི་ཁའི་ང་དང་ཧིན། ནི་འུ་ནུ་ཐབ་ཏུ། ངེས་པར་དུ་རོག་སྟེ་འུ་ལྟ་བུ་ལྕགས་ཀྱི་བ་ལ། ནི་རོག་སྟེ་ཧིན་དུ་དགའ་ལུག་དགའ།

ལྷ་དབང་བཅུ། ལྷ་ཆབ་བཅུ་ལྷ་ཚངས་པ་ནི་བསམ་རྒྱ་མེད། འུ་ཚོའི་བསམ་ཆུ་བ་ནང་གི་འོམ། ལྷ་དབང་བཅུ་གྱི་ཀྱི་འདོན་འདི་ནི་ལ་ཕེང་མོ་ཁེ་པུ་ཁེན་ནི་མཁེ་ང་དང་ཡི་ན་ནི་འུ་ཐུ་རྒྱ་དང་ཙག་གི་ནི་ཐ་ལི་ཁེ་བ་ག་ནི་དེ་འདྲ་འདྲ་པོ་ཀྱི་འདོན་འདི་ནི་ལ་ཧམ་གྱི་ས་ནི་ལ་ནི་ལྷ་དབང་བཅུ་རོ་ཏེ་མདངས་སྙོད་རོ་ག་སྤྲུལ་པ་སྙོམས་སྐྱོང་ལ་སྤྲུལ་པ་སྐྱོམ་བྱ་ཡང་སྤྲུལ། གཉིས་ལྷ་དང་དྲང་སྲོང་ནི་བྱ་དང་རྩ་ཁྱི་བྱ་ཁྱི་བ་ལ་ཁྱི་ང་དང་ཡིན་བྱ་ཁྱི་བ་ལ་མེ་ནི་འུ་ཐག་ཁྱི་རྟ་དྲང་ནི་འུ་ཐག་ཁ་ཟླ་ཚི་འདབ་བུ་དུ་ར་ནི་ཁྱི་རོག་ཏི་ཁ་ལྷ་སྦྲུལ་བྷེ་ནི་སྐབས་སུ་ག་བུ་ཕིང་མོ་ཁྱི་བུ་ཁྱིན་བྱ་དང་རྩ་ཁྱི་ཡ་ནི་ཁྱི་ང་དང་ཡིན་ན་ནི་འུ་དུ་ཐ་ལི་ཁྱི་བ་ག་དེ་འདྲ་འུ་ཐུག་ཁྱི་ལ་ནི་ལྷ་དབང་ཕྱུག་ཁྱི་བགྱི་ནི་ལ། ལུག་ཚ་ཚུ་རིག་ནི་ལ་ཉི་ལྷ་དབང་ཕྱུག་ལྟ་བུ་གྱི་མཐའ་འདི་ནི་ལ་ཉི་ལྷ་དབང་ཕྱུག་རོ་བསྟན་དང་ཉི་རོ་ཀ་དྲིལ་པདྨ་འབྱུང་བ་བརྩེགས་ཀྱི་དབྱངས་དྲིལ། གཉིས་འཁོར་མ་འགྲོ་མ་འགྲོ་ཉི་ལྷ་དང་དྲང་སྲོང་གཉིས་འོ་ཚོད་འབུ་དང་རྗེ་དང་རྩ་དགེ་ཁྱེད་ང་དང་ཡིན་བཅའ་ཉི་རོ་ཀ་འཁོར་མ་འགྲོ་མ་འགྲོ་ཉི་འོ་ཚོད་ཀ་སྟག་མཚན་ལྟ་བུ་དུར་ཟླ་མཚན་ལྟ་བུ་དུར་ར་ནི་ཉི་འོ་ཚོད།

ནི་འུ་ཐུག་གི་རྟ་སྦྲང་ནི་ཕྲེང་མ་བུ་བུ་དང་བརྒྱ་དང་རྩ་བརྒྱད་ཡ་ནི་གས་ང་དང་དབྱིན་ན་ནི་འུ་ཐུག་ག་ད་ཚན་ད་བུ་དུ་ར་ནི་ཐ་བ་གི་ལ་ཨ་ཨ་ན་ནི་འུ་ན་ད་བུ་ལ་ནི་འདོར་བདུད་ནི་ལ་ལྷ་དབང་ཕྱུག་དང་ནི་ཚངས་པ་ནི་རོག་ནི་ཙིང་ག་ནི་འཁོར་མ་འགྲོ་མ་འགྲོ་ནི་བརྒྱ་དང་རྩ་བརྒྱད་གས་ང་དང་དབྱིན་ནི་འུ་མཐུ་བྱ་གི་ཡོ་ལ་མི་ནི།

ཉོག་གཟུགས་ཀྱི་རྟ་དྲངས་ནས་ཐག་བ་གི་ལ་དོ་ནི་བུར་ལ། ཉོག་གཟུགས་པ་ཆོས་ཉིད་རོག་ཏི་གདོང་འཇའ་གར་བྷ་བུའི་ཡུལ་ག་ངེ་ར་དུང་ནང་ག་སངས་རྒྱས་མ་ཇོན་མི་དཀོན་པ་རང་རོག་ཏི་ཧིན་དུ་ག་ཁྱི་ལུ་ཁི་བུ་ཁིན་དར་ཉི་ཅག་གི་བ་ལ་མི་འུ་སུ་དར་ཉི་ཆོ་བ་ཨ་ལ་གབ་ནི་ཧིན་དུ་ཁྱི་ལུ་ནང་ག་བུ་རོག་ཏི་ལྷ་ཙོ་འུ་སུ་སམ་ལ་མི་ནི་འུ་སུ་སམ་ག་ཏི་ནི། རང་རང་སོ་སོ་ག་ཁོ་རུ་དང་ནི་རོག་ཏི་ཞེས་གང་ག་འུ་སུ་ག་དྲང་ག་དང་ཏི་ནི་ནི་མ་ནི་འུ་སུ་ཕྲེང་མ་བུ་ནི་ཅང་ག་གི་བོ་ནི་ཐག་བ་གི་ལ་དོ་ནི་བུར། གསུང་ཐོག་ལ། ཉི་འོད་ཟོ་ཆུ་ཉི་རོག་སྟེ་ཧིན་དུ་ཀ་འཆི་ལུགས། གཟིམ་ཁང་བ་ཀ་ཉི་གོམ་ཤི་ཨ་ནི་བུ་ལུགས་སི་ལ་ཨ་ནི་བུ་ཉི་འོ་ནུ་ད་བུ་ཕུད་མ་ཁི་བུ་ཁི་བྲ་ང་ཁི་ནི་འོ་ནུ་ད་བུ་ཙི་ལི་ཅག་གི་བ་ལ། མི་ཚི་ངི་ཚི་ངའི་ལ་གབ་ཉའི་རྟེན་སང་ང་ག། ཁྱོད་ཁི་བུ་དར་ཅག་གི་བ་ལ་མི་འོ་ནུ་དར་བུའི་གནས་སྐབས་སུ་ག་བུ་ཉི་རོ་སྟེ་མཁས་པ་མང་པོ་ཅག་གི་བ་ལ་སྙུག་ཉི་ནང་གི་བུ་ཨའི་རྟེན་མཁས་དབང་དགེ་འདུན་ཆོས་འཕེལ་ལ་ནི་ཉི་རོ་གི་རྩེ་བ་ག་སྐྱེས་ཆེན་དམ་པ་མང་པོ་ཐུར་གི།

ལྷ་སྤྲུལ་པའི་གནས་སྐབས་སུ་དགའ་ཉེ་ཨེ་ཏིན་ཕེང་མ་ཧི་པོ་ལ་ལིན་ཐ་པའི་མཁན་ཆེན་མི། ཕེང་མ་ཧི་པོ་ལ་ལིན་ཐ་པ་ཨ་ལ་སྐབས་གཉིས་སྦྲང་ཁ་བུ་འམ་རྒྱ་དང་རྩ་དགེ་ཡ་ནི་ཁེ་ང་དང་ཧི་ན་ནི་འུན་ཐ་བུ་ཐ་ལི་ཁི་ལི་ལ་ཨ་ནི། འུ་ཐ་བུ་ཐ་ལི་ཁི་ལི་ལ་ཨ་ནི་སུང་ནི་ནི་འུན་ཐ་བུ། རོག་ཏི་རྒྱ་གར་བ་དང་ནི་རོག་ཏི་ཨུ་ནི་ནང་གི་བུ་ཧིན་དུ་ག་ཆི་ལུ་སིང་ག་ནག